ཨ་ཆོས་གྲྭ་ལ་མཇལ་ཚང་མ་ལ་སྔ་དྲོ་བདེ་ལེགས་ཞུ་རྒྱུ་དང་མཉམ་དུ་དེ་རིང་གི་ཆོས་འཇུག་གི་ཕྱག་སྤེལ་འཚམས་པོ་འདི་ཞུས་པ་ཡིན་ན་ཤོག་ལོ་ཀ་ལྔ་བཅུ་ང་གཉིས་དང་ལྔ་བཅུ་ང་གསུམ་པ་གཉིས་ཀ་བཞུགས་ཨེ་ཡོད། དང་པོ་ལྔ་བཅུ་ང་གཉིས་པ་ལ་གཟིགས་པ་ཡིན་ན། དེ་ནི་ཕྱག་སྤེལ་ཁོ་རང་ཨེ་གཟུགས་ཅེས་གསུངས་འདུག་ག་ལ། བོད་ཕྱོགས་ཡིད་སྤྲོ་དྲི་ངད་ཁྱབ་པ་ཡིན། འདུག་བོད་སྤྲིན་ཚོགས་རྣམས་ཀྱང་དེ་ལ་དབུལ།

ཡིད་ཀྱིས་སྤྲུལ་པ་ཡི་ནང་ལོགས་ནས་དེ་ནི་མི་འདྲ་མི་འདྲ་བསམ་བློ་འཁོར་རེ་ཆོད་པོ་སྤུལ་བྱེད་རྒྱགས་ཁ་གཟུགས་སྤུལ་བྱེད་རྒྱགས་གཞོན་ཉམས་པོ། དེ་ནི་དང་པོ་དང་པོ་དེ་ནི་ང་དང་ཁྲུས་ཁང་སོལ་ཐབས་པ་ཟེར་ས་ལ། དེ་ནི་ཁྲུས་སལ་ཆགས་པོ་ཁྱེད་རེ་དོན་དག་པོ་ཁོ་རང་དང་ནས་བཞུས། དེ་ནི་ཁྲུས་ཁང་པོ་སོལ་ཐབས་ས་རེ། ཡང་ན་ཁྲུས་ཁང་པོ་ཁྱེད་རེ་དེ་ནི་བསམ་བློ་ན་འཁོར་རེ། དེ་ནང་ལོགས་དེ་བཞིན་ཞབས་པ་དང་དེ་ཧྲལ་ས་དང་མ་དེ་ནི་འདི་འདྲུལ་བཞུས་དེ་གཉིས་པ་ལ། ཨ་ནེ་རིན་ཆེན་བུམ་པ་མང་པོས་ཁོ་ང་ཁྲུས་སལ་སྤུལ་ལ་ཟེར་ས་ལ། དེ་ནི་གསུམ་པ་ལ་དེ་ནི་སྤུལ། ཁྲུས་པོ་དེ་ནི་སྤུལ་ཚར་སྙམ་པོ་དེ་ནི་ཁོང་གི་སྐུ་ཕྱི་གོ་ཤེས་སྐུ་ཕི་གོ་ཤེས་པོ་དེ་ནི་ང་དང་ལྟོ་སོང། དེ་ནི་བཞི་པ་ལ་དེ་ནི་ཁོང་ག་ན་བཟའ་ས་ལ་བཟས་ས་ལ། དེ་ནི་ན་བཟའ་མང་པོ་པོ་ལ་བཟས་ཏེ་ནོག་པ། དེ་ལྟིང་ནས་དེ་ནི་ད་ན་བཟའ་སྤུལ་ཚར་རིལ་ཐིག་ནི་དེ་ནི་ང་དང་གཅིག་ནོག་ཞུ་སྙམ་པོ་ད་ཁོང་ང། ད་ང་དང། སྤོས་ཡང་ན་དེ་ནི་ང་དང་ལ།

ཨོ་ཏོ་ལ་དེ་ནི་ཅི་འདོད་ན་ནི་བོད་ཤོག་ཡིད་འཕྲོག། དྲི་ངད་ཁྱབ་པ་ཨེ་ཟེར་དྲི་མ་ཁྱེར་རེ་ངར་པོ་སྟོན་ཡང་དེ་ནི་ང་དང་ཕྱོགས་བཅུ་ལ་ཁྱབ་ཁར། འཇིགས་ཟེར་ཐམས་ཅད་ལ་ཁྱབ་ཁར་ནི་དེ་གཟུགས་ཀྱི་དེ་ནི་བསམ་བློའི་གདངས་སྟེ། དེ་ནི་འདུ་བའི་དྲིན་ཚོགས་ཟེར་ར་ལ། དེ་ཚོགས་ཟེར་ཏེ་དྲི་མ་སྤུ་ལ་མཉམ་པོ་འདུག་པས་དེ་ནི། སངས་རྒྱས་དང་བྱང་ཆུབ་ཀུན་སེམས་དཔའ་ཀུན་ལ་སྡུག་བྱ་ཟེར་དེ་ནི་ང་དང། ཕོ་ཟེར་དེ་ནི་ང་དང། ད་དྲི་མེད་དེ་ནི་ང། དྲི་མ་པོ་ཁྱེར་རེ། འདུག་པའི་དྲིན་ཚོགས་ཟེར་ར་འདུག་དྲི་མ་འདུག་བྱ་སྤུ་དེ་ནི་སྤྲིན་གྱི་ཕུང་པོ་ཚོགས་ཁ་དེ་ནི་ང་དང།

ཡིད་གཟུགས་ཀྱིས་བསྲུང་བར་མཛད་དུ་འདུག་ག་ལ། གསེར་གྱི་པདྨ་མཚར་དུ་མངའ་བ་ཡི། རིན་ཆེན་སྒྲོན་མེ་རྣམས་ཀྱང་དབུལ་བར་བགྱི། ས་གཞི་སྟེར་བ་བོད་ཀྱི་བྱུག་པ་འདིར། མེ་ཏོག་ཡོངས་བསིལ་མ་དགྲམ་པར་བགྱི། ཟེར་དེ་ནས་མ་བདེ་མིག་བསྲུང་བར་མཛད་དུ་ག་ལ། དེ་ནས་ཡིད་རྟོན་བདག་པོ་ཅི་བཞུགས་དེ་ནས་འོག་བཞུགས་སྙམ་པོ། ད་ང་ལྟ་ངན་ལྟ་ག་དེ་ནས་ཞལ་ཟས་བུ་བུལ་ཚར་རེ། དེ་ནི་གཅིག་པུ་རེད་ཞོ་སྙམ་པོ། གསེར་གྱི་དེ་ནི། གསེར་གྱི་པད་མ་མཚར་དུ་མངའ་བ་ཡིན་ཟེར་ད་ང་དང། ཆོས་མེད་སྤུན་ཆགས་ཟེར་ནོད་པོ་ག་ཚོད་བཟུང་ཟེར་ན་དེ་ནི་ང་དང་ཆོས་ཀུན་མོ་ཞུས་དོན་བ་ལ། དེ་ནི། ཆོས་ཀུན་ཚང་མང་པོ་ཞིག་གིས་ད་ང་དང་ཆོས་ཀུན་མོ་དེ་ནི་མུ་ལེ་བརྡུང། དེ་ནི་མུ་ལེ་བརྡུང་ཟེར་བ་དེ་ནང་ལ་རི་མོ་མི་འདྲ་མི་འདྲ་ཡོང་འདུག་བ་ལ། འོ་དེ་ཚོགས་ཟེར་ཞུས་དོན་ནོ་གསེར་གྱི་པད་ནི་གསེར་གྱི་དེ་ནི་ང་དང་ཆོས་ཀུན། དོ་བ་ལ་ཡང་དེ་ནི། པད་མ་མཚར་དུ་མངའ་བ་ཡིན་ཟེར་སྙམ་པོ་དེ་ནི་དོ་ལ་པད་མ་ཚོགས་ཟེར་རི་མོ་དེ་ནི།

ས་གཞི་བསྟར་བ་བོད་ཀྱི་འཇུག་པ་འདིའི་ཟེར་བ་ལ། ས་གཞི་བསྟར་བ་ཟེར་ཀྱང་བོད་དུ་ནི་སྤྱི་དང་ས་གཞི་བྱས། དེ་ས་གཞི་ལ་དེ་ནི་དར་བ་བོད་ཀྱི་འཇུག་པའི་ཟེར་ཕོས་ཁོ་ནས་དེ་ནི་ང་དང། ཧང་སང་ཆགས་རིག་ཤ་ཁན། ཧང་དེ་ནི་ཕོས་མ་མང་པོས་དེ་ནི་ང་དང། ཅི་བྱེད་ཤོག། ད། དྲི་མ་ཞིམ་པོ་ཞིམ་པོ་ཡོད་རྐྱེན་དེ་ནི་ཕོས་དེ་ཟུག་ག་དེ་ནི། རིགས་དང་ག་ཡན་བྱས་ནས་དར་བ་ཟེར་སྙམ་པོ། རིགས་དང་ག་འཇོག་བྱེད་ལ་མགོ་ནོར་ཡ་ལེ། ས་གཞི་ལ་དེ་ནི་ཕོས་ཟེར་དེ་ནི་དྲི་མ་པ།